ཨེ་ནི། འཇིག་རྟེན་གྱི་ལྷ་མཐུ་བོ་ཆེ་རྣམས་དེ་ལ་གཟི་བྱིན་བསྐྱེད་པར་འགྱུར་བ་དང། མི་མཛའ་བ་རྣམས་ཀྱིས་དེ་ལ་གླགས་མི་རྙེད་པར་འགྱུར་བ་དང། ད་དེའི་མཛའ་བཤེས་ཀྱི་དགེ་བའི། དགེ་བའི་བཤེས་གཉེན་ལ་སོགས་པ། དང། དགེ་བའི་མཛའ་བཤེས་རྣམས་དང་མི་འཆི་བར་འགྱུར་བ་དེའི་དེ་ཐུགས་ཚིམ། ཐུགས་ཀྱི་རྗེས་སུ་ཟིན། ཐུགས་ཀྱི་མི་ལྡང་བ་དེ་འབྲས་ཀྱིས་མི་འཆི་བར་འགྱུར་བ། ཚིག་བཙུན་པར་འགྱུར་བ། ད་ནི་མིག་ཤེས་ཀྱི་མི་འདུ་བ། ཚིག་བཙུན་པར་འགྱུར་བ་དང། གང་དག། དག་པའི་ཞལ་བྱེད་པས་ད་ནི་བྱང་ཆུབ་སེམས་དཔའ་གང་དག་ཐེག་ཆེན་གྱི་གཞུང་གཙོ་བོ་བཤད་ཡོང་བྱང་ས་མར་པས་བཤད་ཡོང་གི་ཡོད་པ་དེ་འདྲ་ཡིན་པ་ཡིན་དུས་ཙང་ནས། གང་དག་ཡིན་ནི། རང་ལས་གཞན་གཅེས་པར་འཛིན་ཡང། བསམ་པ་རྣམ་དག་གིས་གཞན་ལ་ཕན། འདི་ཁོ་ན་སྤྲོ་བསམ་པའི་བློ་བཅོས་ན་གཞན་ལ་གནོད་པའི་བསམ་པ། རྨི་ལམ་དུ་ཡང་མི་ཡོང་བ་ཅིག་ཡོང་སྐོར་བ། རང་གི་སྡིག་པ་ལ་འཛེམས་ནས་རང་གི་ཉེས་པ་དེ་བསགས་ན་ང་ལ་འབྲས་བུ་སྡུག་བསྔལ་ཡོང་གི་རེད་བསམ་ནས་འཛེམས་པ་ཡིན་ན་སྐབས་རེ་གནོད་པ་ཕྲི་བོ་ཕྲི་བོ་ཡོང་སྲིད་པས་རེད། ལྷོད་ཡངས་ཡོང་སྲིད་པས་རེད། གནོད་པའི་ཡུལ་དེ་ལ་བརྩེ་བའི་བསམ་པས་ཨ་གནོད་ན་འགྲིག་གི་མ་རེད་བསམ་པའི་བསམ་པ་བརྗོད་ན་གནོད་པ་ནམ་ཡང་མི་འོང་བ་རེད། ཁྱོད་ཚ་འདུག་བ་ཚ་དེ་འདྲ་ཡིན་པ་ཡིན་དུས་ཚ་ནས། དེ་འདྲ་ཡིན་དུས་ཚ་ནས་གོ། གོ་དུས་ནི་བདེན་པ་སྨྲ་བ་ཅིག་ཆགས་ཡོང་གི་རེད་བ། ག་དུས་ནས་ཕན་པ་འབའ་ཞིག་འབྱུང་གི་བྱ་བའི་རོལ་ཆ་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ཚིག་བཙུན་པར་འགྱུར་བ། ཚིག་བཙུན་པར་འགྱུར་བ་དང། དེས་མི་འཇིགས་པ་ཐོབ་པར་འགྱུར་བ་དང། བསགས་པ་རྣམ་དག་བྱས་ནས་བཟླས་བསྡད་པ་ཡིན་ན། ཁོས་འཇིགས་པ་མེད་པ་དངོས་གནས་ཆགས་པ་རེད། གནོང་དགོས་ཡ་མི་འདུག་ག། བཤད་དགོས་ཡ་མི་འདུག་ག། ངོ་ཚ་དགོས་ཡ་མི་འདུག་ག་སྤམ་ཞོག་དགོས་ཡ་མི་འདུག་ག་ཁོ་བསགས་པ་རྣམ་དག་བྱས་ནས་བསྡད་ཞག་ན་ཡག་པོ་རེད། ང་འཇིགས་གོ་ལས་མེད་ངས་ང་འཇིགས་ལུས་ཐེབས་མེད་ངས་བསམ་ནས་བསམ་བློའི་སྤུ་སྤུ་དེ་བཞག་པ་ཡིན་ན་སྤམ་བྱེད་ཡ།

སེམས་ནང་ལོག་ལ་ཡ། སྔོན་ནས་རང། སོ་སོ་སྙེམས་ཆུང་བྱས། བསམ་པ་རྣམ་དག་བྱས། མི་ཚང་མ་ལ་གོང་དུ་བཀུར། གང་དུ་སུ་དང་འགྲོགས་པའི་ཚེ་བདག་ཉིད་ཀུན་ལས་སྨད་དང་བཞི་གཞན་ལ་བསམ་པ་ཐག་པས་མཆོག་ཏུ་བྱེད་པར་འཛིན་པར་ཤོག། ཅེས་རྗེ་བཙུན་བཀའ་སྟེ་འབྲོམ་སྟོན་པ་འབྲོམ་ཆུ་ཆོས་ཀྱི་རྒྱལ་པོས་ཀྱང། ཨཱ་ནི། བཀའ་སྩལ། ཀུན་གྱིས་རང་ཨཱ་ནི་པའི་གོང་དུ་བཀུར་ན་ཡང། འོག་ཏུ་ཞུགས་ལ་འཇུག་པ་བདེ་བར་མཛོད་གསུང་བ་ན་བཞི་གཞན་སྙེམས་ཆུང་བྱ་དགོས་པ་རེད། ཅེས་གལ་ཆེན་པོ་བསྟན། སྙོམས་འཇུག་བྱས་པ་དང་ཆབས་ཅིག་སོ་སོའི་སྣང་ལོག་ལ་ཡང་གསང་བ་རྣམ་དག་ཅིག་དེ་དུས་ལོག་འོག་འཇིག་འདུག་པ། ཡང་ཚུར་ཐུགས་རྩོད་བྱེད་མཁན་བྱུང་བ་ཡིན་ན། ཁྱད་གསོད་བྱས་ཀྱི་ཐུགས་རྩོད་བྱེད་མཁན་བྱུང་ན་ཡང་འཇིག་འབའ་ཞིག་ཚུར་ལྡོག་བྱུང་ཆོག་རུང་བ་འདི་ཁོ། ཡག་པོ་འདུག་ག་ཡ། མ་བས་ཡ། ཞེས་མི་ཁེ་ཚ་དེ་ཚོ་བྲལ་ཏེ། ཐོག་མ་བས་ཞིབ་ཅིག་འཕུར་འགྲོ་རོགས་ཕ་ཀི་རོ་ཕ་ནན་པོ་བྱས་ན་ཨེ་ནི་ཁོ་རྒྱབ་རུ་འདི་ཆུང་ཆུང་ཆུང་ཆུང་རུ་ཕྱིན་ཨེ་ནི་ཁོ་འཕུར་དུ་ཆོག་འདྲ་འདི་འདྲ་རྒྱབ་བྱུང་རུང་བ། དང་སྐུ་མཉམ་འབྱུང་བྱས། ཐུབ་ཚོད་བྱས་ན་གྱོང་ཟ་གྱོང་ཟ་བྱེད་ཀྱི་ཡིན་ན་ཨེ་ཁོ་ཡང་ལྟ་ཟ་མི་རིགས་བརྩི་ཟབ་བྱེད་ཀྱི་རེད་ཡག་པོ་འདུག་གས་ཡ། ག་འདྲ་རེད། དེས་མི་འཇིགས་པ་ཐོབ་པར་འགྱུར་བ་དང། ཡིད་བདེ་བ་མང་བར་འགྱུར་བ་དང་ལྡན་པ་རེད། ག་དུས་ནས། དགོས། དཔེར་ན། དཔེར་གཞི་བདག་བག་ཆགས་ནི་དཔེར་ན་ཉི་མའི་དགུང་ལས་ཡར་སོ་སོ་པའི་བློ་བདེ་བོ་ཆེ། ཁ་དོག་པས་འཇིགས་པ་མེད་པར་བྱེད་ཀྱི། དངོས་གནས་སོ་སོ་སེམས་ནང་བློ་ལས་ཡར་པའི་སོ་སོ་སོ་པའི་ཡིད་འཇིགས་རུ་བྱེད་ཆེད་དུ་ཟེར་ལྷོད་ལྷོད་བྱུང་བ་ཡིན་ན་རྙིང་ལམ་ལས་ཕལ་ཆེར་བདེ་བ་རེད། ཉི་མའི་དགུང་ལོ་རྔམ་དྲག་ཅིག་སེམས་ནང་བློ་ལ་རེ་དོགས་མང་པོ་བྱས་པས་བདེ་བ་ཡིན་ན་ཕལ་ཆེར་རྙིང་ལམ་ལས་རེ་དོགས་མང་ཡོང་གི་རེད། ཨེ་ནི་གཉིས་འཁྲུགས་དེར་དེའི་ཟློག་སྦྱོང་ཞེས་པ་རེད་ནི། དེ་ལས་འཁོར་ཉི་མའི་ཀུན་ལས་ལྷོད་ལྷོད་ཅིག་དེ། ཨེ་ནི་དགོངས་དག་གཉིས་དེའི་མགོ་ལ་རྒྱགས་པ་ཞིག་སུས་ཐུམ་ཁ་ལ་བྱིན་བཞིན་ཁེབས་ཚང་རུ། མ་རེད་ཡ། གཞན་སེམས་ན་ལ་ལ་ཡ་གཅིག། ཆུ་ཟིག་ཆུ་རྩིབས་ཤིག་རིང་ལ་ཨེ་ནི་རེ་དོགས་ཀྱི་ལུ་གུ་རྒྱུད་བཅིངས་བཅས། ཨེ་ནི་རྒས་མ་རན་ཁོ་ནི་རྒས། ཨེ་ནི་ཤི་མ་རན་ཁོ་ནི་ཤི་ན་ཟློག་སྦྱོང་རུ་བ། དེ་ལས་ལྷོད་ལྷོད་བྱས་རུ་བ་ཡ་མ་རེད་ཡ། དཀའ་ངལ་ཡོང་གི་རེད། སྲིད་པ་འཁོར་བ་དེ་ལ་ཡ་བསྡད་དེ་ཡོད་རེད་མ་གཏོགས་གྲ་འགྲིག་གི་མ་རུ་བ། བདག་ཉིད་ནི་དཀའ་ངལ་རུ་གཟིགས་པ་དེའི་བར་ལ་ཡང་ཅི་བྱས་གཞན་དོན་ལ་འགྱུར་ཐུབ་པ་ཅིག་སེམས་ཐག་བཅད་སྨོན་ལམ་རྒྱབ། ཨེ་ནི་སོ་སོ་འབད་རྩོལ་བྱེད་བཞིན་འདུག་བསྡད་པ་ཡིན་ན་ཧམ་སྐྱིད་པོ་རེད། ང་ཡང་ཨེ་སྐྱིད་ན་བདེ་བ་ཚོགས་སོང་ངོ་ཕན་འབྲས་ནམ་མཁའ་གང་བར་ཤོག་སྡུག་ན་ཀུན་གྱི་སྡུག་བསྔལ་གོ་སྡུག་བསྔལ་རྒྱ་མཚོ་སྐེམ་པར་ཤོག་ཟེར་ན་སེམས་ཐག་ཆོད་པོ་རེད་ད། དེ་འདྲ་ཞིག་གི་ཐོག་ནས་ནི་ཕྱི་སེམས་ནམ་མཁའ་གནས་པ་དེ།

ཡང་ཁོའི་ངོ་བོར་བུ་ཁོ་བྱང་ཆུབ་ཀྱི་སེམས་ཀྱི་བསམ་བློ་བཏང་ཡོང་དུས་སྤོབས་པ་ཡོད་བསྡད་པ། སྙིང་སྟོབས་ཡོད་བསྡད་པ་དེ་འདྲ་ཡིན་དུས་སྤྲོ་སྣང་ཡོད་བསྡད་པ། ཡང་ཚུར་ཟད་དེ་མི་རྟག་པ་སྒོམ་ཡག་ངན་འགྲོའི་སྡུག་བསྔལ་སྒོམ་ཡག་དེ་ཚོའི་གྲས་ཀྱི་ཚེ་འདིའི་རྣམ་རྟོག་ལ་ཉུང་དུ་འགྲོ་ཡག་ཅེས་གང་ལྟར་སྟངས་འཛིན་གྱི་བློ་ཉུང་དུ་འགྲོ་ཡག་དེ་འདྲའི་གི་ཕན་ཡང་ཡོད་རེད་དེ་ཡིན་ནའི་བློ་ཁོ་རང་གི་ངོ་བོར་བུ་ཁོ་ཏོག་ཙམ་ཡང་སེམས་ཞུམ་པའི་སུ་ཞིག་འདུག་བ། བྱང་ཆུབ་སེམས་ཀྱི་ལྟ་མཁན་ཚར་རེ་བཞག་ཞུམ་པའི་རྣམ་པ་གཏན་ནས་མེད་བསྡད་ངེས་གཅིག་ལ། ཨ་ནི། ངེས་པར་དུ་ཚང་མ་ལ་བཀོད་པ་ཁེགས་ཐུབ་མེད་ཅིག་ཨ་འོ་དེ་མི་འདྲ་ཡིན་ས་རེད། ཨ་ད་ངས་ད་ག་ས་ཤེས་སྐོར་ད་ད་དེའི་སྟེང་ད་ག་ས་ཤེས་སྐོར་ད་ད་ཆོ་ཡོད་ན་བསམ་བློ་བཏང་ཆོ་མེད་ན་གཡུག་བཞག་འོ་འདུག་ས་རེད། ཧུམ། དེས་མི་འཇིགས་པ་ཐོབ་པར་འགྱུར་བ་དང་ཡིད་བརྟན་བ་མང་བར་འགྱུར་བ་དང། མཁས་པས་བསྔགས་པར་འགྱུར་བ་དང། དེའི་ཆོས་ཀྱི་སྦྱིན་པ་དེ་ཡང་རྗེས་སུ་དྲན་པར་བྱ་བར་འོས་པར་འགྱུར་ཏེ་ཞེས་སོགས། མདོ་སྡེ་དུ་མར་གསུངས་པའི་ཕན་ཡོན་ལ་སྙིང་ཐག་པ་ནས་མོས་པ་སྐྱེ་བའོ། དེ་ལ་བརྟན་པ་དང་ལྡན་པ་ནི། ད་ཡིག་བཏགས་ཏེ་མི་བཏགས་ཡིག་བཏགས་ཏེ། བརྟན་པ་དང་ལྡན་པ་ཟེར་ཏེ། དེ་ལ་བརྟན་པ་དང་ལྡན་པ་ནི། བསླབ་དུས་འགྱུར་གསར་དུ་མོས་པ་དང་ལྡན་པར་འགྱུར་ལ། འགྱུར་ཉིན་ཁ་ཅིག་ལས་བསྟུན་པ་དང་ལྡན་པར་འགྱུར་རོ། བདག་གི་གནས། ཆོས་སྨྲ་བ་པོ་རང་ཉིད་ཀྱིས་སྟོན་པ་དང་ཆོས་ལ་རིམ་གྲོ་བསྐྱེད་པ་ནི། རྒྱལ་བའི་ཡུམ་བསྲུང་བ་ན་བཅོམ་ལྡན་འདས་ཉིད་ཀྱིས་གདན་བཤམས་པ་སོགས་མཛད་པ་ལྟར་ཆོས་ནི་སངས་རྒྱས་རྣམས་ཀྱིའང་བཀུར་བའི་ཞིང་ཡིན་པས་ཆོས་ལ་གུས་པ་ཆེན་པོ་དང་སྟོན་པའི་ཡོན་ཏན་དང་བཀའ་དྲིན་རྗེས་སུ་དྲན་ཏེ་གུས་པ་བསྐྱེད་པར་བྱའོ།